འོ་རྩོམ་ཞུགས་སྒྲུབ་པ་གྱི་འདྲི་བ་ཞིག་བཏང་ཆོག་རེད། ད་རྩོམ་ཞུགས་སྒྲུབ་པ་འདི་ན་ཨེ་ནས་དབྱར་གྱི་དམ་ཚིག་དྲུག་གསུངས་ཡོད་རེད་བ། ད་དབྱར་གྱི་དམ་ཚིག་དྲུག་འདི། ད་དབྱར་གྱི་དམ་ཚིག་དྲུག་མ་གསུངས་བ་ཡིན་ན་ཨེ་ནས་དབྱར་རེ་བའི་ཉེས་པ་དེ་བྱུང་གུར་བྱུང་བ་མ་རེད། ཨེ་ནས་དབྱར་ཁས་ལེན་བྱས་དབྱར་གྱི་དམ་ཚིག་དྲུག་འདི་ཚུལ་བཞིན་དུ་བསྲུངས་མ་ཐོབ་ན། ཨེ་ནས་དབྱར་ཁས་བླངས་པའི་ཕན་ཡོན་དང་ཨེ་ནས་དབྱར་བསྲུངས་མ་ཐོབ་པའི་ཉེས་དམིགས་ནི་ཕན་ཡོན་དང་ཉེས་དམིགས་ནི་ག་རེ་ཆེ་བ་ཡོད་རེད།

འདུ་འདུ་འདུ་ད་ལྟའི་ད་ལྟ་ཞོ་གྲོང་ཉི་ཤུ་རྩ་བཞི་དང་རྩ་བཞི་གི་ཡ་གི་མགོ་ལས་མ་ཡུན་ཁྲི་བཞི་པ་འདྲ་བ་ཡིན་ས་རེད་ད་ལྟའི་ལ་འདུ་བ་གཡས་རིའི་ཉེས་པ་མི་འབྱུང་ཡིན་ཤེས་ཀྱི་འདུག་གང་དུ་ཤེས་ཟིན་གཡས་རིའི་ཉེས་པ་བྱུང་ན་དེ་འབྲེལ་གྱི་ལྟུང་བ་མིན་པར་འགྱུར་ལ་ཡ་གྱི་འདུ་བ་དེ་འབྲེལ་གྱི་ལྟུང་བ་དེ་ལ་ཡིན་རྒྱུ་མིན་རྒྱུ་སྐྱ་རེངས་སྟོང་པོ་བཤད་དགོས་རེད།

འོ་དེ་ཚོའི་ལ་ནི་ཡ་བྱིན་གྱིས་མ་ལེགས་པའི་ཉེས་པ་ཡོད་ར་ཡོད་མ་ར་ཨ་ནི་དེ་ཚོ་ཡང་ཁྱོ་འདུལ་བ་ལ་འདུལ་བའི་བཅས་མཚམས་དེ་མི་ཤེས་པ་ར་ག་རེ་ལ། ཕྱི་དང་གན་དེ་ད་ད་ག་རེ་ཟེར་ན་དབྱར་བྱིན་རླབས་རྒྱས་དེ་ལ་ནི་ག་རེ་ཟེར་ན་ཞག་གཅིག་ན་བདག་ར་ཚུལ་འཁོར་གྱི་ཡོད་ན་ནི་བྱིན་རླབས་རྒྱག་གོ་མ་རེད་ཟེར་ཡང་ཁུངས་གཏུགས་ས་བྱོས་ཟེར་ར་ཁོ་རང་ཚོ་ལ། ད་ཁོ་རང་ཚོ་ཡང་དེ་ཞི་བྱ་བྱས་ནས་འགྲོ་གི་ཡོད་སོང་ཙང་ད་ང་ཚོ་གི་ཡང་ཁོ་ཚོ་ལ་དེ་འདུལ་བ་མ་མཁྱེན་པ་ད་དེ་འོ་དེ་བྱ་འདུག་མར་བ་ཟེར་བྱས་རྩ་ཁོ་ཚོའི་ནང་བྱས་པ་ནས་མར་བ། འདི་ལ་མི་མཐུན་པ་གཉིས་འགྲོ་བཞིན་འདུག་གས་ཅི་ན་ག་རེ་ཟེར་ན་ཉེས་པ་འབྱུང་གི་མ་རེད་ས་དེ་གཡག་རེག་གི་ཉེས་པ་འབྱུང་གི་མ་རེད། ང་ཚོས་བྱས་པ་ནི་ག་རེ་ཟེར་ན། ཁོ་ཚོས་གཡག་རེག་གི་གཡག་རེག་གི་ཉེས་པ་རང་བསམ་ནས་ད་གཡག་བྱིན་གྱིས་མ་བརླབས་ཟེར་ན་ད་དེ་གཡག་ཁས་བླངས་ནས་བྱིན་གྱིས་མ་བརླབས་པ་མཚམས་ལས་འདས་པ་ཡིན་ན་འདྲ། དེ་ལ་ད་ཉེས་པ་མེད་པ་བྱས་སྦྱོར་བརྡུང་མེད་པ་བྱས་ནས་དུད་འགྲིག་གི་བཏུང་བ་ཕལ་ཆེ་བ་ལ་སྦྱོར་བརྡུང་ཡོད་མར་བ།

ཁྲོ་བོ་གཅིག་པ་འགྲོ་ཆགས་འགྲོ་དང་ལྡན། དབྱར་བྱིན་གྱིས་མ་བརློབས་པ་ཕྱི་ལོག་འགྲོ་ཡོད་ན་ནི་དབྱར་རིགས་ཉེས་པ་འབྱུང་བ་མ་རེད། ཡིན་ན་ཡང་དབྱར་བྱིན་གྱིས་མ་བརློབས་པའི་ཉེས་པ་འབྱུང་སྲིད་དོ། ད་དེ་ཁོ་ཉི་མ་གཅིག་ཚུར་ལོག་ཡོང་ཡིན་པ་དབྱར་གར་ཚེ་ན་དེ་བྱེད་ཡོད་ན། ཆོ་ག་ག་འདྲི་འདོང་དགོས་རེད། དེ་ང་ཚོ་ཉི་མ་དྲུག་འདྲ་བོ་རྗེས་ལ། ཆོ་ག་འདོང་དགོས་ཡོད་མ་རེད་ད། ཆོ་ག་འདོང་ད་དེ་ག་འདྲི་འདོང་དང་ང་ཚོ་གར་ཚེ་ན་དབྱར་བྱིན་གྱིས་བརླབས་དགོས་རེད་ཟེར་བ་རེད། བསམ་པའི་འདས་པ་ཡིན་ན་ལ།
དབྱར། གང་ཟག་མཚམས་ལས་འདས་པའི་ཉེས་པ་མེད། དབྱར། ད་ལྟ་བྱིན་གྱིས་མ་བརླབས་པར་སྐྱ་རེངས་མ་ཤར་ནོ་ན་དེའི་ནང་ལ་ཉེས་པ་གང་ཡང་ཡོད་མ་རེད་ཅེས་ཙང་དབྱར་རེད་པས་ཉེས་པ་མེད་དོ། ཇོ་བོས་བཏུང་བ་དང་ཉེས་བྱས་བསལ་ཏེ། སྡུག་གོ་དམར་བ་དག་གཞན་ནི་བཟི་བར་གདའ། འོ་དེ་ཁོ་རང་ཚོ་ཞིག་ཡོད་མ་རོག། ཁོ་རང་ཚོ་ཞིག་ཡོད་མ་ཡོག་གསུངས་ཙང་ཨ་ནི་ག་རེད་ཟེར་ན། ག་འདྲས་ལབ་བོ་རེད་ཟེར་བ།
དབྱར་བྱིན་གྱིས་མ་བརླབས་པར་ཆེས་དབྱར་མཚམས་ལས་འདས་བ་ཡིན་པ་ན་སང་སྐྱ་རེངས་མ་ཤར་བར་དུ་ཚུར་འཁོར་གྱི་ཡོད་ན་ཨ་ནི།

གཡའ་དམ་ཅན་ནི་གཡའ་ཁས་མ་ལོངས་པས་ཀྱང། གཡའ་ཀྱི་དམ་ཚིག་གྲུབ་པོ་དེ་སྲུང་ན་ཕན་ཐོབ་བོ་ཟེར་བཞིན་དུ། དེ་ཙམ་དེ་ཡིན་དེ་ཙམ་མ་ལ་གཡའ་དམ་བཅས་པ་དང་གཡའ་ཁས་ལེན་པ་གཉིས་དེ་ག་ག་ལ་ཡོང་དུ་བ། དེ་གཉིས་དེ་ག་ག་ག་ནས་ལེགས་ཡོད་རེད་ག་བ་ཟོན་ཤེས་རེད།

བྱས་ཙང་ངའི་དྲི་བ་དེ་དྲི་ཚུལ་བཞིན་བཞི་པ་དག་རང་གིས་གཡར་དམ་བཅའ་བ་ལ་འགྲོ་གི་ཡོད་རེད་བ། འགྲོ་གི་ཡོད་རེད་ཡོད་མ་རེད་ཟེར་བའི་དྲི་བ་དེ་རེད་དེ་མེད་ན་གཡར་དམ་བཅའ་བ་ཟེར་ཡས་དེ་ག་ནས་འདེགས་དགོས་རེད་ཟེར་ང་ཚོ་གཡག་འཇོལ་ཤོག་ནོར་ནོར་ལ་ཟེར་བར་ད། ད་ལྟ་དེ་གཡག་དམ་བཅའ་བ་ཟེར་ད་གཙོ་བོ་ཡིད་ཀྱི་ད་ཚུལ་བཞིན་མ་ལེན་པ་ཡིན་ན་གཡག་ནང་ལོགས་ལ་ཡང་དགེ་འདུན་གྱི་མཛད་ལ་ལོངས་སྤྱོད་ཡོད་ན་ཉེས་པ་བྱུང་གི་རེད་དེ་ཡིན་ཙང་ཚུལ་བཞིན་ལེན་དགོས་རེད་ཚུལ་བཞིན་ལེན་ནས